ཨོ་ད་མེ་ཏོ་དགོང་མཚན་གྱི་མ་ཉལ་ཚར་མ་ཞིག་མེ་མ་སྦས་ནས་ཤི་ཆོག་ཤོག་ག་ན་མེ་ཤི་འགྲོ་རྒྱུ་རེད་ཤི་སོང་ན་སྐྱིད་འདུག་མེ་འདི་མ་ཤི་གོང་ནས་ང་རང་ཤི་ཚར་ཡོད་ན་སྐྱིད་ཧ་གོ་སོང་ནས་དགེ་བའི་བཤེས་གཉེན་པ་དང་གཅིག་གནས་རི་ཧྲིལ་དབེན་པར་འགྲིམ་སྟེ་བཞུགས་པའི་གནས་སྐབས་ན་མེ་ཡང་ཉལ་ཚར་མི་བཞེས་པར་དེ་འདྲའི་གི་དེ་ནས་གཟིམ་པའི་གི་ལོ་རྒྱུས་ཡོད་རེད་གསུངས་རེད། ཨོ་དེ་བཞིན་དུ་སོ་ག་ཡང་ནམ་ཁ་སྦུག་ནས་མགྱོགས་པ་སོགས་ནི་ཁྲག་དང་ཁྲག་ལ་འཁྱིལ་བུ་གྱི་ཐུར་འདོན། དེ་ནི་འབའ་ཞིག་མཛད་པ་བཞིན་དུ་ཉམས་སུ་བླངས་བས་སོང་རེད་དེ་དགེ་བའི་བཤེས་ཀྱི་བཀའ་དང་དགེ་བའི་བཤེས་གཉེན་ཁོང་ནང་པ་དང་གནས་རི་ཁྲོད་དབེན་པར་འགྲིམས་ཏེ་གནས་པའི་ཚེ་ན་དགོང་མོ་མར་གཟིམ་རེས་འཁར་དང་བཅས་དེ་ནས་རང་གི་གཅིག་བྱ་ཕོ་ཆུ་སྲིན་འཐུང་ས་ཞིག་བུད་རྗེས་དེ་ནས་ཕོ་རུ་ཡོལ་ག་པ་ཕོ་རུ་ཐག་ལི་ཐང་ཆེ་བ་ཁ་སྦུག་ནས་བཞག་ནས་ད་དོ་དགོང་མ་གཏོགས་ངོ་མ་སང་ཉིན་ང་གིས་འདི་ལ།

འཆི་བ་ཙམ་སྒམ་པས་ཀྱང་ནི་མི་འོང་སྟེ་འཆི་ཁར་ཕན་པ་དང་པོའི་ཆོས་ཁོ་ན་ཡིན་པས་གསུངས། རེ་དེ་ཡང་ང་འཆི་བ་རེད་མི་རྟག་པ་རེད་ང་ཤི་གི་རེད་ཤི་གི་རེད་ཟེར་དུ་བསྡིགས་ཏེ་ཁ་ཤོ་བསླབ། སེམས་ཀྱང་ཤི་གི་རེད་བསམ་ནས་སྒུག་བསྡད་ན། དེ་དེ་སྡུག་བསྔལ་སྒམ་པ་ཙམ་རེད་མ་དེ་ཙམ་གྱིས་ནི་ཕན་ཐོགས་བྱུང་ཐུབ་གི་མ་རེད་གསུངས། རེ་དེ་ག་རེ་དགོས་རེད་ཟེར་ན་ད་འཆི་གི་རེད་མི་རྟག་པ་རེད་འདི་རྒྱུ་མཚན་མི་རྟག་པ་ཡིན་པའི་རྒྱུ་མཚན་གྱིས་འཆི་གི་རེད་གསུངས། ཁྱེད་ཀྱིས་ངེས་པ་མེད་པའི་རྒྱུ་མཚན་གྱིས་འཆི་གི་རེད་གསུངས། འཆི་བའི་གི་དུས་ངེས་པ་ནང་ཆོས་ཆ་མེད་ཡིན་པའི་རྒྱུ་མཚན་ཤོད་མཆི་གི་རེད་བསམ་ནས་ཐོག་ཏུ་བྱེད་འོང་དུས་ད་འཆི་བའི་སྐབས་སྐབས་སུ་ཕན་མཁན་དེ་དྭངས་པའི་ཆོས་ཁོ་ན་མ་གཏོགས་མེད་དུས་ད་མ་མ་འཆི་བ་གི་བར་དོར་གནས་སྤོས་གི་དུས་ཚོད་འདྲ་པོ་དེ་ད་ལོ་ཟླ་ཞག་དུས་ཀྱི་ཉིན་དང་སྤྱོད་ཚུལ་འདྲ་པོ་ཅི་ལྟ་བུ་གི་དུས་ཚོད་རག་པ་ཐམས་ཅད་དེ་དེ་དེན་ཡོད་པ་དང་འཕེན་པ་ཡོད་པ་འབྲས་བུ་ཡོད་པ་འཆི་བའི་དུས་ན་འཕེན་པའི་འཕེན་བྱེད་སྤྱོད་པའི་དྭངས་པའི་ཆོས་ཁོ། དཀར་པོ་དགེ་བའི་ཆོས་དེ་མ་གཏོགས་མི་སྲིད་པ་ཅན་གྱིས་འདུས་དེའི་སྟེང་དུ་དེར་བློ་ཁ་ཕྱོགས་ཐུབ་པ་ཅན་གྱིས་དེའི་སྟེང་དུ་བཙན་ཐུབ་པ་ཅན་གྱིས་དེ་བཞག་དགོས་ཀྱི་རེད་བསམ་རེད། དེ་ཡིན་པའི་རྒྱུ་མཚན་གྱིས་དུས་རྟག་ཏུ་དྲན་པ་དང་ནི་ཤེས་བཞིན་དང་མ་བྲལ་བའི་ངང་ནས། འཁོར་བའི་བྱ་དགའ་དང་བཅས་ཏེ་མི་རྟག་གཉིས་པོ་མེད་པར་ཤེས་པས་ཡང་དག་པའི་ཆོས་ལ་བཀུར་དགོས་ཀྱི་རེད་བསམ་རེ་རང་གི་ལ་ཡོད་པའི་གི་ལུས་དང་ངག་དང་ཡིད་གསུམ་པོ་ཐམས་ཅད་མི་རྟག་པ་ཡིན་པ་དང་ཐག་ཆོད་ཟིན་པའི་རྒྱུ་མཚན་འདུ་ཤེས་དེ་ལ་བརྟེན་ནས་ལུས་ཀྱི་ལས་གང་བཤད་པ་ཐམས་ཅད་དེ་ཡང་ལས་ཀྱི་དགེ་བ་ལུས་ཀྱི་དགེ་བ་གསུམ་པོ་སྐྱིད་ཐུག་བྱ་རྒྱུ་འདྲ་བོ་དང་ལུས་ཀྱི་མི་དགེ་གསུམ་པོ་སྤང་སྐྱིད་ཐུག་ལ་བཙལ་རྒྱུ་འདྲ་བོ་དང་ཚེ་མི་རྟག་པ་ཡིན་པའི་རྒྱུ་མཚན་གྱིས་ངག་གིས་དེ་ནས་གཏང་ཤ་རྒྱུ་ངག་གིས་བྱ་བ་རྣམ་པ་བཞི་ཡོ་བདེ་བ་དང་བཅས་ངག་གི་དགེ་བ་བཞི་པོ་སྒྲུབ་ཅི་ཐུབ་བྱ་རྒྱུ་དང་ངག་གི་མི་དགེ་བཞི་པོ་ཕ་དམ་གཅིག་དྲུག་དང་དཔུང་གཅིག་དྲུག་གི་སྟེང་དུ་བཙན་རྒྱུ་དང་སེམས་ཀྱི་ཐད་ནས་བསམ་བློ་བཏང་ན་ཡང་ང་སོགས་འཆི་བ་མི་རྟག་ནང་འཆི་ཆ་མེད་འཆི་སྐྱེ་ངེས་མེད་ཡིན་པའི་རྒྱུ་མཚན་གྱིས་འཆི་གི་རེད་ཟེར་ནས་ཐག་དེ་བཅད་མ་འཆི་བར་དུ་རང་གི་སེམས་བདེ་ཡང་དེ་ནི་གང་བྱས་པའི་བྱ་བ་དང་བཅས་དེ་ནི་དེ་ནས་ཡང་དག་པའི་ལྟ་བ་ལ་སོགས་པའི་གེགས་དེ་ནི་དགེ་བ་རྣམ་པ་བཞི་གྱི་དགེ་བ་རྣམ་པ་གསུམ་པོ་ལ་ཡར་གཞོག་སྐྱེ་དུས་ཡིད་ཀྱི་མི་དགེ་གསུམ་པོ་སྤོང་སྐྱེ་དུས་དེ་འདོར་དེ་ནི་བཙན་པ་ཞིག་དགོས་ཀྱི་རེད་བསམ་རེད། དེ་ཡིན་དུས་དུས་རྟག་ཏུ་དམ་པའི་ཆོས་ཁོ་ན་ཡིན་པ་དུས་རྟག་ཏུ་དྲན་པ་དང་ཤེས་བཞིན་གྱི་དེ་ལྟ་བུ་གི་སེམས་ནི་དྲན་པ་དང་ཤེས་བཞིན་མེད་པའི་ཐོག་ནས་བག་མེད་ཀྱི་བྱ་བ་དང་བག་མེད་ཀྱི་ཤོད་པ་བག་མེད་ལོག་ཤོད་ལ་སོགས་པ་ལ་མགོ་འཐམ་རྒྱུ་དེ་དུས་ནང་འདུག་བྱེད་རྒྱུ་ཡོད་མ་རེད་བསམ་རེད་དེ་ཡིན་དུས། ད་ལྟ་གི་མི་རྟོག་པའི་གེགས་དེ་ལུས་རྟེན་འདི་སྐར་མ་རེ་རེ་དང་སྐད་ཅིག་རེ་རེ་ཙམ་འཚོ་བའི་དུས་བྱུང་ན་དེ་ཡང་གཉིས་པོ་ལྷ་ཤུལ་གྱི་སྟན་དུ་ལུས་ནས་ཡར་བཀོད་དུ་ཅི་ཐུབ། དེ་མ་ཟད་པ་ཅིག་རང་གི་སྒྱུ་རྩལ་དཔལ་འབྱོར་འདྲ་པོ་གསར་པའི་རྒྱུ་ནོར་འདྲ་པོ་ལོངས་སྤྱོད་འཐེན་འབུལ་ཡོད་ན་དེ་ཡང། ད། འདི་ནི་གར་ཟེར་གི་རེད། ལོངས་སྤྱོད་ཅན་གྱི་ཡིན་ལོངས་སྤྱོད་པ་པོ་གི་བདག་པོ། བཤད་པའི་དུས་ཚོད་དེ་ནི་ཚེ་འདི་ཁོ་ན་གི་ཆེད་དུ་ལས་བཤད་པའི་སོ་ནི་སྟོང་བཟླས་པ་དེ་ནང་འཁྲུག་འབའ་ཞིག་པ་ཅན་གྱི་ཡིན་དུས། ནང་འདྲེན་ཡིན་པའི་རྒྱུ་མཚན་དེ་ང་རང་ཚེ་འདི་ཁོ་ན་ལ་བཟླས་པའི་གི་ངེས་པ་རྩ་ནས་མེད་པ་དེའོ་དེ་འདྲའི་རྐྱེན་གྱི་གང་ཟག་ཡིན་པའི་ཐག་དེ་ཆོད་འོང་དུས་ག་སྲིད་ང་བར་དོ་ལ་སླེབས་སོང་ན་བར་དོའི་སྐབས་སུ་ཕན་པའི་གི་དན་དུ་བཤད་དགོས་ག་སྲིད་ང་ཚེ་ཕྱི་མ་གཅིག་གི་དུས་སུ་སླེབས་སོང་ན་ད་ལྟ་ལོངས་སྤྱོད་འདི་ཚོ་ཐམས་ཅད་ཚེ་ཕྱི་མ་དེ་དུས་ཕན་པའི་གཅིག་གི་ཆེད་དུ་ལ་དེ་ནས་བཤད་ཤེས་དགོས་པ་ཅན་གྱིའོ་དེ་འདྲའི་ཕྱིར་དུས། རང་ལ་སྒྱུ་རྩལ་ལོངས་སྤྱོད་དཔལ་འབྱོར་འདྲ་འཕྲེང་པོ་གང་ཡོད་པ་ཡིན་ན་མ་འོངས་པར་ད་ལྟ་ཚེ་འདི་གོང་གི་ལུས་སེམས་དང་སྐྱིད་པོའི་གཏན་དུ་ཕན་པ་བརྩོན་པ་མ་ཡིན་པར་ཕན་པའི་གཏན་དུ་སྒྲུབ་དགོས་པ་དང་ཤོས་བཞག་པ་མ་ཡིན་པར་ཚེ་ཕྱི་མ་དང་བར་དོ་ཐམས་ཅད་ལའང་ཕན་པའི་ཕྱོགས་སུ་དུ་ནི་དམ་པའི་ཆོས་ཀྱི་གཏན་དུ་གཏོང་ཐུབ་པ་བྱས་ཏེ་བཀུར་ཐུབ་པ་བྱིན་གྱིས་དད་པས་ཡང་མཆོད་པར་བྱེད་པ་དང་སྙིང་རྗེས་མ་ཞིམ་པར་བྱེད་པ་སོགས་དེ་འདྲའི་གཏན་དུ་བརྩལ་དགོས་ཀྱི་རེད་གསང་རེ་ཆོས་ལ་གོ་དགོས་ཏེ། ཕྱིར་ལུས་སེམས་ཀྱིས་ནི་ཚོགས་པ་མི་རྟག་པས་ནི་གཡར་པོ། གཡས་སྤོ་ལོ་བདག་ཏུ་མི་འཛིན་གསུངས་པ་རེད། སྤྱིར་བཏང་ང་རང་ཚོ་གི་ལུས་དང་སེམས་ཟེར་གྱི་འདི་གཉིས། ད་གློ་བུར་གློ་བུར་དུ་ཁོ་འདྲེ་བ་གྲོགས་ཚང་རྒྱུ་ཅི་འགྱུར་རོ་བ་ཕ་མ་གཉིས་ཀྱིས་དེ་ནས་ཞྭ་སྤྱོད་ཀྱི་ཤེས་པ་ཅན་ལ་བརྟེན་ནས་ཕ་བུ་གྱི་ཨ་ཕ་ཡི་རྒྱུ་དང་མ་ཡི་རྐྱེན་གཉིས་པོ་འཛོམས་པ་ལ་བརྟེན་ནས་རང་གི་སེམས་དེ་སྙིང་ཕུང་བཞིན་སྐྱུར་པོའི་གྱི་ལས་ཀྱི་རྣམ་པར་ཤེས་པ་སྔ་མས་ཡོངས་སུ་འཕོངས་དགོས་པ་དེ་བསྲུངས་ཏེ་ཚོགས་པ་བྱེད་དུ་མ་ཡི་མངལ་དུ་ཞུགས་པ་ནས་བཟུང་སྟེ་ཁོ་ཚང་དུ་འདྲེ་བ་གསར་དུ་གྲུབ་པ་ཕྱིན་ཅི་ལོ་ཁོང་གསུམ་པོ་དེ་རུ་རུ་གསར་དུ་བྱ་བ་རེད། རུ་རུ་ས་དེ་ཆགས་དགའ་བ་དེ་ག་ཚད་བེད་སྤྱོད་ལོང་ཡོད་མིན་གྱི་ཧ་གོ་གི་མ་རེད་རང་གི་ལུས་དང་ངག་དེ་རང་གི་སེམས་འདི་གིས་བེད་སྤྱོད་བཏང་སྟེ་ག་ཚོད་ཙམ་དེ་བེད་སྤྱོད་བཏང་ལོང་ཡོད་མིན་དེ་སུ་གཅིག་གིས་མི་ཤེས་པ་ཅན་གྱི་ཡིན་དུས་དེར་མདོར་ན་གྱིས་ཕ་དང་མ་གི་རྒྱུ་རྐྱེན་བྱས་པར་བརྟེན་ན་རང་གི་ལུས་འདི་ཕ་མས་གཡར་བཞག་རྒྱུ་འདྲ་བོ་གནས་སྐབས་བེད་སྤྱོད་བཏང་ཡག་བྱས་དུས་ཕ་མས་གཡར་བཞག་རྒྱུ་འདྲ་བོ་ཅན་གྱི་རང་གི་ངག་འདི་ཧོ་ཕ་མའི་རྒྱུ་རྐྱེན་ཉེ་ལ་བརྟེན་ནས་གནས་སྐབས་བེད་སྤྱོད་རྒྱུ་ཅན་དེ་གཡར་བཞག་རྒྱུ་འདྲ་བོ་ཅན་གྱི་རི་མ་དང་འཁོར་བ་སྟེང་ཐུག་དུ་ཚལ། མགོ་མཇུག་བར་གསུམ་མེད་པ་ལ་སོགས་པའི་དུས་ཡུན་རིང་པོ་བྱས་ཏེ་སྟེང་པོ་བཏགས་པ་ལ་ཁོ་བེད་ཤོད་རྒྱུ་མེད་པར་བརྒྱ་ཆ་བརྒྱ་ཡིན་ཏེ་རང་གི་ལུས་ངག་གཉིས་པོ་དེར་གཡར་རྒྱག་རྒྱུ་ཅན་གྱི་རིག་མ་གཏོགས་བཅུ་པའི་བཏགས་པ་བརྟན་པར་གནས་པའི་རྒྱུ་དེ་ནི་རང་གི་རྒྱུ་རྐྱེན་ཅན་གྱི་རྒྱུ་རྫས་ཀྱི་དཔལ་འབྱོར་ཅན་གྱི་མི་འདུས་ཏེ་རང་གི་གཡར་རྒྱག་པའི་གི་ལུས་ངག་གཉིས་པོ་འདི་ལ་ང་རེད་བསམ་པ་ང་རང་ཡིན་བསམ་པ་ལྟ་བུའི་གི་སྡང་འཛིན་གྱིས་བྱེད་རྒྱུ་དེ་ཧ་ལས་པའི་གི་ལོག་པའི་ནང་ནས་ལོག་རྟོག། འཁོར་བ་ཀུན་གྱི་རྩ་བ་དེ་དག་འཁོར་རིགས་བདེ་རོ་ཉན་མོངས་ཀུན་གྱི་གཞི་མ་འཁོར་བྱ་དུས་དེ་ལྟ་བུའི་བདག་འཛིན་གྱི་དེ་མཁྱེན་རྒྱུ་ཡོད་མ་རེད་བསམ་བདག་ཏུ་མི་འཛིན། ག་ཞིག་འགྲོ་གི་ཡོད་ན་ཡང་ལངས་མི་རྟག་པའི་འགྲོ་ས་ཞིག་པའི་ལངས་མི་ཐུབ་པར་གང་པ་ཁྱོད་ཕྱོགས་སུ་འདོར་གསུངས་དུས་ཀྱི། གང་པ་གཅིག་མ་གཏོགས་དཔོག་གི་མེད་ན་ཡང་སེམས་བསམ་པ་དེ་གི་དྭངས་པའི་ཆོས་ཀྱི་འདུན་པ་དེ་མ་འདྲ་བ་གཅིག་གི་སྟོབས་ཀྱི་སྒོ་ནས་དེ་ནི་ལུས་ཀྱི་གང་པ་འདི་འཇུག་བྱེད་པ་ཡིན་ན་དེའུ་གང་པ་ཁྱོད་ཕྱོགས་སུ་སྤོ་བ་ཟེར་མཁན་དེ་རེད། སེམས་སྡོམ་པ་དད་པ་དང་ནོར་དང་པོའི་ཆོས་ལ་བློ་རྩེ་གཏད་དགོས་པས་སེམས་སྡོམ་པ་དེ་གཟི་བྱིན་གཟི་བྱིན་གྱི་ཕྱིར་དུ་ལ་དེ་ནི་ལུས་ཀྱི་གང་པ་གཅིག་པོས་ན་གང་པ་ཆོས་ཕྱོགས་སུ་འདོགས་ཟེར་བ་དེ་རེད་མ་གཏོགས་བཅུ་པོ་ཞིག་གིས། ལུས་ཀྱི་གང་པ་འདོགས་རྒྱུ་དེ་ཆོས་ཡིན་པས་གང་པ་ཟེར་མཁན་གྱིས་ཟུར་དུ་སྤོ་དགའ་རྒྱུ་འདྲ་བོ་མེད་པ་རེད་དེ་ནོར་གྱི་གཅིག་གནས་བསྐོར་རྒྱུ་བསྐོར་ར་རྒྱག་རྒྱུ་འདྲ་བོ་སོགས་ནང་གཏོང་ན་དེ་རེད་མ་གཏོགས། དེའི་ནང་གི་གང་ཞིག་ལ་འདུག་ན་ཡང། འབྲུ་སུ་ཞིག་གིས་གནས་མི་རྟག་པས་ན་དྭགས་བོད་ཀྱི་ཞིང་ཁང་ཡིག་ལ་ཞག་གསུམ་དུ་ང་སོགས་བསྡད་མཚམས་བཅུག་པ་འདི་ད་ལྟ་ང་རང་ཚོ་གི་བརྗོད་ལ་མ་དག་པའི་ལེགས་ཉེས་ཁོ་ན་གིས་ཕྱིན་ཅི་ལོག་ཏུ་ཡོངས་སུ་ལ་ཁ་བཞུར་ཚར་བ་ཅན་གྱི་ཡིན་དུས་སྣང་ཚད་ཐམས་ཅད་དུ་མ་དག་འཇིག་རྟེན་ཁོ་བོས་ཀྱི་གནས་རིགས་ཐམས་ཅད་སྡུག་བསྔལ་སྐྱོང་རང་ཉིད་ཀྱི་རང་འགན་ཅིང་བདེ་བའི་གོ་སྐལ་ཅུང་ཟད་ཙམ་ཡང་ཡོད་པ་མ་ཡིན་བཞག་རྒྱུ་དེ་འདྲའི་རྣམ་པ་དེ་ང་རང་ལས་འདི་ལ་བརྟེན་པའི་ཀྱི་ཀླད་ཀྱི་གཟུགས་བརྙན་ཚུལ་དུ་འཆར་བཞག་རྒྱུ་ཅིག་འབའ་ཞིག་པ་རེད་མ་གཏོགས། རང་རྒྱུད་ལ་མ་གཏོགས་པའི་ལས་ཐམས་ཅད་ཡོངས་སུ་དག་ཚང་གིས་ཀྱང་འཕགས་པ་སངས་རྒྱས་ཐམས་ཅད་ཀྱི་ལྟས་ན་ནི་རང་རྒྱུད་ལ་མ་གཏོགས་པར་སྣང་བྱེད་གྱུར་པའི་ལས་གྲགས་ཟིན་པའང་རྒྱུ་ཟད་ཟིན་པའི་རྒྱུ་མཚན་གཅིག་གིས་གཟུགས་བརྙན་གྱུར་པའི་མ་གཏོགས་པའི་ཀྱི་སྣང་བ་དང་འཆར་རྒྱུ་མེད་པ་ཅན་གྱི་ཡིན་པ་ཡིན་དུས་འཁོར་བའི་ཀྱི་ཞིང་ཁམས་གནས་རིགས་ཐམས་ཅད་ཡང་དག་པའི་ཞིང་ཁམས་དང་གཞལ་ཡས་ཁང་ལ་སོགས་པའི་ཀྱི་འདི་ནི་གནས་རིའི་དག་པ་ཞིམ་པ་ཞེས་པ་དན་གྱི་གནས་ཚུལ་དེ་འདྲ་རེ་བྲིས་ཡོད་རེད་དེ་འདྲ་ཡིན་པ་ལ་ཡིན་པ་ལྟར་དུ་ཤེས་ཕུགས་ཏུ་འགོ་ནས་དེ་ཐག་བཅད་དགོས་ཀྱི་རེད་བསམ་རེད་ཐག་བཅད་སྟངས་འདྲ་བོ་དེ་མ་དག་རྒྱུ་ལྡན་གྱི་གང་ཟག་ཐམས་ཅད་ཀྱིས་མ་དག་པའི་འཁོར་བ་ཅན་འཆར་དགོས་རེད་དག་པ་མ་དག་པའི་གི་ལས་ཉེས་སྦྱོར་དུ་བཅས་པ་ཐམས་ཅད་ཟས་ཟིན་པའི་སངས་རྒྱས་འཕགས་པ་ཐམས་ཅད་དང་བྱང་སེམས་འཕགས་པ་དག་པར་གནས་པ་དང་དག་སར་གནས་པ་ཐམས་ཅད་ཀྱི་ལྟས་ན་ནི་དག་པའི་ཞིང་ཁམས་འབའ་ཞེས་པ་སྣང་གི་ཡོད་རེད་དེ་ཡག་གི་སངས་རྒྱས་ཀྱི་བདེན་པ་རེད་དོ་མ་གི་སེམས་གཅིག་གི་བདེན་པ་རེད་སུ་བདེན་པ་སེ་གནས་ལུགས་བསྟན་དུ་ཐོག་བྱས་ན་སངས་རྒྱས་བྱུང་སེ་བདེན་པ་མིན་པ་ཞིག་པ་རེད་ཁོ་ཚོ་བདེན་པ་ཡིན་པའི་གི་རྒྱུ་མཚན་སྒྲུག་གཞི་ལུང་རིགས་མན་ངག་གསུམ་གི་སྒྲུག་གཞི་ཡོད་རེད་སེམས་ཅན་ཐམས་ཅད་རྫུན་མ་རེད་དུས་རེད་བདེན་པ་ཆགས་ཡོད་མ་རེད་སེམས་ཅན་ཐམས་ཅད་སྣང་རྫུན་ཐམས་ཅད་དེ་འཁྲུལ་བ་དུ་རྫུན་མ་ཡིན་པའི་གི་སྒྲུག་གཞི་ལུང་རིགས་མན་ངག་གསུམ་གི་སྒྲུག་བསྡད་པ་བདེན་རྫུན་གཉིས་གི་ཐོག་དེ་དེ་སྐྱེ་བ་འདི། དེ་གནས་རིགས་ཐམས་ཅད་དག་པའི་ཞིང་ཁམས་འབའ་ཞིག་གི་དབྱིབས་པ་ལ་ཡིད་ཆེས་བྱས་ནས་དེ་ལྟ་བུའི་ཚུལ་དུ་དེར་སྲས་གཞུང་དགུ་དགུ་རེ་གསུམ་རེ་གནས་དག་པའི་ཞིང་ཁམས་སུ་བྱུང་བ་ཞེས་གསུངས་པ་དེ་རེད། དེའི་རྒྱུན་དུ་བཟའ་བཏུང་དང་ནི་ལོངས་སྤྱོད་མི་རྟག་པ་ནི་ཏིང་ངེ་འཛིན་གྱི་ཟས་སུ་ཟ་གསུངས་པ་རེད། ད་ཏིང་ངེ་འཛིན་གྱི་ཟས་ཚད་ལྡན་ཟ་བ་དེ་ནི་ཤི་དང་ཁངས་ཀྱི་ཟས་དང་རུས་པའི་ཟས་སེམས་པ་སྣང་བྱེད་ཟས་བཞི་ཟེར་ནས་ལུས་སྟེང་ཚེ་སྲོག་དབང་པོ་མཚོ་བཞིན་གྱུར་པའི་གེགས་དེ་ནི་ཟས་རྣམ་པ་བཞི་ཡོད་རེད། ཁངས་ཀྱི་ཟས་ཟེར་ཏེ་ཁ་ལ་ཟ་རྒྱུ་དང་བཟའ་བཏུང་གཉིས་པོ་འདི་རེད་ཁངས་ཀྱི་ཟས་ཟེར་ང་རང་ཚོ་འདོད་ཁང་པ་ཐམས་ཅད་དེ། ལུས་འཚོ་དགོས་རྒྱུ་ཅན་དེ་རེད་ཚེ་སྲོག་འཚོ་རྒྱུའི་སྤྱོད་པ་གང་ཅི་ཟེར་དང་ད་རེག་པའི་ཟས་ཟེར་ནས་དེ་ནི་ལུས་ཀྱི་མགོ་ནས་ད་བསྐུ་རྒྱུག་བྱེད་རྒྱུ་དང་ཁྲོད་དུ་བསྐུ་མཉེ་བྱེད་རྒྱུ་ལ་སོགས་པ་སྟེ་སྲོག་ཐང་ཁྱད་དེ་ནི་རེག་པའི་ཟས་རེད་དེ་ནི་སེམས་པའི་གི་ཟས་ཟེར་ག་གི་དེ་སེམས་པ་ཏིང་ངེ་འཛིན་གི་ཟས་ཟེར་བ་དེ་དག་པའི་ཞིང་ཁམས་ལ་བཞུགས་དགོས་པའི་ལྷ་ཐང་ཁྱད་དང་སངས་རྒྱས་ཐང་ཁྱད་ནི་ཏིང་ངེ་འཛིན་འབའ་ཞིག་གི་རང་གི་ལུས་ཚེ་སྲོག་འཚོ་འགྲོ་རྒྱུ་ས་ནི་ཁ་ལ་ཟ་དགོས་གི་མ་རེད་མ་ཟས་ན་ཤི་རྒྱུ་ན་རྒྱུ་རྟོག་རྒྱུ་བཀྲེས་ཁང་གི་སྡུག་བསྔལ་མྱོང་རྒྱུ་ཡོད་མ་རེད་བཀྲེས་ཁང་གི་སྡུག་བསྔལ་ཐང་ཁྱད་དེ་ནི་འདོད་ཁམས་པའི་སྡུག་བསྔལ་གྱི་རིགས་འདོད་ཁམས་པའི་ནང་ནས་ཀྱང་ཁྱད་པར་དུ་ཡི་དྭགས་ཀྱི་འགྲོ་བ་ཐམས་ཅད་ཀྱི་སྡུག་བསྔལ་ཐུན་མོང་མིན་པ་གཅིག་རེད་མ་གཏོགས་སྤྱི་ཕན་གྱི་དག་པའི་ཞིང་ཁམས་དང་དེ་ནང་གི་སངས་རྒྱས་ཀྱི་གར་ཟེར་གར་འདོད་ཁམས་ལས་ཡོངས་སུ་འདས་པའི་གཟུགས་ཁམས་པ་དང་གཟུགས་མེད་ཁམས་ལ་གནས་པའི་གྱི་ལྷ་ཕོ་མོ་དེ་སོགས་ཐམས་ཅད་ཚང་མ་དེ་སངས་གཏིང་གི་ཟས་ཀྱི་ཏིང་ངེ་འཛིན་གྱི་ཁོ་ན་གྱི་ཚོགས་འགྲོ་གི་ཡོད་དུས་དེ་སོགས་ཐམས་ཅད་ལ་ཁ་ཅིག་ཟས་རྒྱུ་ཟ་རྒྱུ་དང་བཏུང་རྒྱུ་ལ་སོགས་པའི་བཟའ་བཏུང་གི་ལུང་ཤོད་ལ་ཤོད་དགོས་ཀྱི་ཡོད་མ་རེད་དེ་ལྟ་བུའི་ཏིང་ངེ་འཛིན་གྱི་ཟས་ངོ་མ་དེ། སེམས་ཏིང་ངེ་འཛིན་ཁོ་ན་ལ་གནས་འགྲོ་དུས་ལུས་ཚེ་སྲོག་ཐམས་ཅད་འཚོ་ཐུབ་པ་ལྟ་བུ་དེ་རེད་དཔེར་ན་ང་རང་ཚོར་ཏིང་ངེ་འཛིན་གེ་སར་བག་མེད་པའི་ཏིང་ངེ་འཛིན་ཐོག་ཚང་མཁན་ཐམས་ཅད་ནི་བཅོས་ལེན་གྱི་ཟས་ལ་བརྟེན་ནས་ཚེ་སྲོག་འཚོ་ཐུབ་རྒྱུ་ལྟ་བུ་དང་སྔགས་ཀྱི་ནུས་པ་བཅོས་ལེན་གྱི་ནུས་པ་དེ་སྔགས་ཀྱི་ནུས་པ་དང་དེའི་སྟེང་དུ་ཏིང་ངེ་འཛིན་གྱི་ནུས་པ་བྱས་ནས་ཡང་དེ་ནི་འཚོ་ཐུབ་རྒྱུ་འདྲ་བུ་དེ་སྲོག་ཐམས་ཅད་དག་མི་ལ་རས་པ་ལ་སོགས་པ་དང་དག་དགེ་སྦྱོར་ཅན་གྱི་བླ་མ་རྟོགས་ལྡན་ཚད་ལྡན་ཐམས་ཅད་ཀྱི་དག་སྣང་མཐའ་ཐམས་ཅད་གསང་དེ་གསང་ཚོད་བཤད་ཚོད་འདྲ་པོ་མིན་གྱི་དོན་གྱི་རིགས་བསྡུས་བར་དཔེ་དེ་ལྟ་བུ་བྱིན་གྱིས་རེ་དེ་བླ་མ་ཐམས་ཅད་ཐུགས་དང་ལྡན་འགྲོ་དུས་གང་ལ་ཡང་བདུན་ཕྲག་བདུན་ཕྲག་བཟླས་འགྲོ་གི་རེད་དེ་ཚེ་སྲོག་དབང་པོ་ཏིང་ངེ་འཛིན་གྱི་ཚོགས་འགྲོ་གི་རེད་ལུས་ལ་ཁ་བྲག་ཐུག་གི་ཡོད་མ་རེད་དེ་རྣམས་ཐམས་ཅད་ཏིང་ངེ་འཛིན་གྱི་ཟས་ཟོས་ཀྱི་ཡོད་རེད་ཏིང་ངེ་འཛིན་གྱི་ཟས་ཚད་ལྡན་པ་དེ་དེ་རེད། དེ་སྟབས་དེ་ལྟ་བུའི་ཚད་དུ་ལྡན་པའི་ཏིང་ངེ་འཛིན་འདི་རང་རྒྱུད་ལ་མེད་ན་ཡང། ཚེ་གཟུངས་དབང་པོ་མཚོ་དུང་གི་ཏིང་ངེ་འཛིན་མངལ་དུ་བཅུག་མ་ཚར་ན་ཡང། གང་ཟ་གི་ཡོད་པ་ཡིན་ནའང་བཟའ་བྱ་སྤྱོད་པ་བ་དག་པ་འབའ་ཞིག་པ་དང་བཟའ་བྱ་དག། བཏུང་བྱ་བཟའ་བཏུང་ཁོ་རང་ཡང་དག་པོའི་རང་གི་ཡིན་པ་ཅི་སངས་རྒྱས་འཕགས་པ་ཐམས་ཅད་ཀྱིས་མཐོང་གི་ཡོད་པ་ནང་གི་དེ་གཏན་ལ་གནས་པ་ཡིན་ང་རང་མ་དག་པོ་གི་རང་གིས་མཐོང་བ་ཐམས་ཅད་ནོར་བ་ཡིན་པ་ཐག་ཏུ་བཅད། སངས་རྒྱས་སེམས་ཅན་གཉིས་ཀྱི་བདེ་སྡུག་གི་དབྱེ་འབྱེད་དེ་སངས་རྒྱས་ཐམས་ཅད་ཀྱིས་སྣང་བ་སྟེ། གདན་ལ་གནས་པ་ཡིན་པའི་གི་ཡིད་ཆེས་ཀྱི་སྟོབས་ཀྱི་སྒོ་ནས་དེ་ནི་ཐག་ཆོད་དུ་བྱས། དེ་ཡིན་དུས་བཟའ་བཅའ་གི་ཟས་ཐང་ཆེན་ཡང་དག་པར་འབར་ཤེས་པ་ཅན་གྱི་ཟ་རྒྱུ་གི་ཟ་བ་པོ་གི་གང་ཟག་ང་རང་ཡང་དག་པར་འབར་ཤེས་པ་ཅན་གྱི་ཡིན་ཚུལ་འོ་ཟ་བའི་གི་ཚུལ་སོགས་ནི་སྟོང་ན་ཡང་དག་པར་འབར་ཤེས་པའི་གི་དག་སྣང་གི་རྟོག་པ་ཅིག་ཡོངས་སུ་སྦྱོང་ཐུབ་ན་དེ་ཁ་ལ་ཟས་ཟོས་པ་དང་ཆུ་ཁ་གི་བཏུང་ཟས་ཐང་ཆེན་དེའུ

ཡིད་ཆེས་ཀྱི་ལྟ་བའི་སྒོ་ནས་ཤོད་ན་ཡང་དེ་བཟའ་བཏུང་ཏིང་ངེ་འཛིན་གྱི་ཤོད་པ་ཟེར་དུས་གུ་ཡོད་རེད། ཏིང་ངེ་འཛིན་གྱི་ཟས་སུ་ཟ་སོང་རེད། ཉ་ནང་བསྙལ་ཡོང་དཔེ་དེ་ལྟ་བུ་ཅན་གྱིས་འདུག་གཉིས་བཞག་གཉིས་བཞི། ཉ་ས་བྱས་པའི་མ་གདེང་ཉ་བ་པོ་གི་གང་ཟག་ང་རང་ཉ་རྒྱུད་ཅིག་གིས་བསྙལ་གི་གསུང་ཁག་དེའོ་དེ་ནི་ད་བར་རང་བྱུང་འབའ་ཞིག་ཏུ་གཏོགས་པའི་གི་དག་སྣང་གི་ཏིང་ངེ་འཛིན་གྱི་ལྟ་བས་ཟིལ་ཟིན་དོན་བསུ་ན། དག་པ་ཏིང་ངེ་འཛིན་གྱི་ལྟ་བས་རྩིས་ཟིན་ཟིན་པའི་ལུས་ངག་གི་སྤྱོད་པ་མཐའ་དག་དེ་ཡང་དག་པ་ཏིང་ངེ་འཛིན་གྱི་དབང་དུ་གྱུར་འགྲོ་བ་དང། ཏིང་ངེ་འཛིན་གྱི་སྲོག་ཡོངས་སུ་འཕྲོག་ཚར་བ་སངས་རྒྱ་རྒྱུ་ཅན་དེ་ཡིན་དུས། དེ་ནི་གཉིས་ཀ་སྤྱོད་པ་གི་གང་ཟག་ང་རང་ཡང་དག་པ་ཏིང་ངེ་འཛིན་གྱི་ངོ་བོ་ལ་དགེ་བ་ཁོ་ནར་འགྲོ་དགའ་དགོས་རེ་སྙེག་རྒྱུ་ཅན་གྱི་སྙེག་ཁོ་རང་ངོས་ཡང་ངས་སེམས་རྒྱུད་ཅན་གྱི་སྙིང་ཁོ་རང་ཡང་དག་པ་རང་རྐྱང་གི་ལྟ་བའི་སེམས་ཚབ་དེ་ཡང་རྒྱུ་མཚན་གྱི་སྒོ་ནས་སྙིང་ཡང་དག་པའི་དགེ་བ་འབའ་ཞིག་ལ་འཇུག་འགྲོ་གི་ཡོད་དུས་རྩ་ནས་དེ་ནི་སྙིང་འོད་གསལ་དུ་བྱུང་སངས་རྒྱ་རྒྱུ་ཅན་དེ་རེད་སྙམ་ན་ཡང་སྙིང་མི་རྟག་པས་ནི་འཁྲུལ་བ་འོད་གསལ་དུ་བྱུང་ཐུབ་གི་རེད་བསམ་རེ་འཁྲུལ་ནོ། ད་མཚན་མོ་གི་སྙིང་དང་རྨི་ལམ་རྨྱི་ལམ་ག་རེ་གཏོང་གི་ཡོད་ན་དེ་སོགས་ཐམས་ཅད་ཡང་དེ་ནི་དག་པ་འབའ་ཞིག་པའི་གི་སེམས་དག་པ་ཏིང་ངེ་འཛིན་གྱི་འབའ་ཞིག་གི་རྩིས་སེམས་ཚབ་དེ་དེའི་རྩ་སྣང་ལ་ཤར་དགོས་པའི་གི་སྙིང་དང

དད་པ་ཚུལ་ཁྲིམས་ཤེས་རབ་དང་གསུམ་པ་ནོ། དད་རྩེ་ཏིང་འཛིན་ཤེས་རབ་དང་གསུམ་པ་ནོ། གིས་བྱིན་ཅིག་དེ་འཕགས་པ་ཐམས་ཅད་ཀྱི་སྣོད་བདུན་ཡོད་རྒྱ་བོད་དེ་སྲོག་བཏགས་པ་བྱིན་ཅིག་དེ་ནི་འཕགས་རང་བྱིན་ཅིག་དེ་སྙམ་བསམ་ནི་གཏོང་དགོས་ཀྱི་རེད་བསམ་རེད། འཕགས་པའི་སྣོད་བདུན་དུ་བསྙེན། དེ་ནི་བསྙེན་སྒྲུབ་དང་ནི་སྲིད་སྡེ་མི་རྟག་པས་ན་དབེན་པར་ངེས་འབྱུང་ལ་བཀོད་གསུངས་ཏེ་ད་རང་རང་སོ་སོ་གྱིས་ཅིག། གཉིས་གཉེན་འབྲེལ་གཡུལ་སྡེ་བླུན་པ། དེའི་ནང་གི་གཅིག་ནི་ཕ་སྤུན་སྤུ་ཚོགས་ཟེར་བ་འདྲ་བོ་གཅིག་གི་ཕ་ཚོགས་དང་བུ་སྡེ་ཟེར་བ་འདྲ་བོ་དེ་སོགས་ཐམས་ཅད་ཀྱིས་ཆགས་ཆགས་པ་བཤད་ས་གཅིག་པུ་གཡུ་བཟའ་ཟླ། སྤུན་སྤུ་དྲུག། ཚ་བོ་ཚ་རྒྱུད་ལ་སོགས་པ་མང་པོ་བཅས་ཧ་ལས་པའི་གི་ཞིག་གི་ཞེན་པ་ཤུགས་ཆེན་པོ་གྱིས་བཤད་སོང་ན་ནི་དེ་འཁོར་བ་བློས་གཏོང་ཐུབ་གི་མ་རེད་འཁོར་བ་ལ་ཞེན་པ་མ་ཆོད་ཚ་ནས་བཟང་སྟེ་མི་རྟག་པའི་བློ་བཅོས་ལ་གང་ཐུབ་གི་མ་རེད་དེ་མི་རྟག་པའི་གང། མི་རྟག་པ་ཡིན་པ་རྟོགས་པར་གྱིས་གང་པ་བརྗོད་ལ་བཤད་མ་ཐུག་ན་ནི་དམ་པའི་ཆོས་ལ་ལུས་དང་ངག་དང་བཞེད་གསུམ་གྱི་སྒོ་གསུམ་པོའི་བྱ་བ་ཐམས་ཅད་དམ་པའི་ཆོས་ཕྱོགས་ལ་སྐོར་ཡོངས་སུ་ཐུག་གི་མ་རེད། དེ་མི་ཐུག་པའི་རྒྱུ་མཚན་ལ་བརྟེན་ནས་དེ་དག་ཐམས་ཅད་ཡང་མི་རྟག་པ་ཁོ་ན་ལྟ་དགོས་ཀྱི་རེད་གསུངས་རེ་གཉིས་ཉེ་འབྲེལ་རང་གི་བཤད་ས་བྱས་པའི་གྲོང་པ་ཡོད་དེ་དེ་ནི་གྲོང་རོགས་མཁྱེན་བརྩེ་དགའ་ས་བཟང་དྲུག་ལ་སོགས་པ་ཐམས་ཅད་ཚོགས་མ་ཐམས་ཅད་ཡང་དེ་ནི་ཡལ་ཡ། ཞེན་པ་ཡོངས་སུ་གཏོང་བ་ཞེས་ནི་མི་རྟག་པའི་རྒྱུ་མཚན་བཤད་དེ་རྟག་པ་བརྟན་པར་གནས་པའི་གི་དབང་ཆ་མེད་པ་དང་གོ་སྐབས་མེད་པ་ཅན་གྱི་ཕྲག་དེའི་དོན་ནི་མི་རྟག་པ་ཡིན་པའི་རྒྱུ་མཚན་གོ་ནི་བཅད་ནས་དེ་ནི་དབེན་པར་བསྟན་དགོས་ཀྱི་རེད་བསམ་རེ་ངེས་འབྱུང་ལ་བཀོད། དེ་ནི་ཁྱེད་ཚོས་སྙན་གྲགས་མི་རྟག་པས་ན་རྟག་ཏུ་དམན་ས་བཟང་སོང་རེད་ང་སོགས་ཀྱི་ཆེན་པོ་དེ་འདྲ་རྒྱུ་ཤུག་པོ་གྱི་ཆགས་བསྡད་ཡོད་ན་ཅི་ཞིག་ཁ་ཤས་དེ་ཁྱོད་ཆེན་པོ་ཡིན་ཀྱང་རྟག་པ་བརྟན་པ་གང་ཡང་མེད་པའི་སང་ཉིན་ད་གཟོད་ཚོ་ནི་སྤྲང་ལུང་ཞིག་ནས་ཡང་ཁ་ལ་ཟས་གི་མི་འདུག་རྒྱ་ལ་གོས་གི་མི་འདུག་པ་རེད་ཆགས་ཡོད་ན་ཅི་ཧ་གོ་བསམ་པ་ལྟ་བུའི་སྒོ་ནས་དེ་དམན་ས་འཛིན་མཁས་པ་སྙན་གྲགས་ཅན་གྱི་ཡིན་ན་ཡང་ཅི་ཕན་གྱི་དམ་པའི་ཆེད་དུ་གྲོ་བཞག་དེ་སེམས་དང་གྲོ་བཞིའི་དམ་པའི། གྲོ་བཞིན་དྭངས་པའི་ཆུ་དང་གྲོགས་བྱ་སེམས་གཉིས་པོ་དེ་ལ་འབྲེལ་བ་དེ་མེད་ཆ་ནས་བཟུང་སྟེ་མདོ་སྡེ་སྣོད་གསུམ་པོ་དེ་ངག་ལ་ངག་འདྲེན་བྱེད་ཐུབ་མཁན་དེ་སྤྲུལ་སྐུ་ཤཱཀྱ་ཐུབ་པ་ལ་འབྲེལ་དུ་ཚད་ཐུབ་མཁན་དཔེར་ན་འདོད་ལྷའི་སྦྱིན་ལྟ་བུ་གི་མཁས་པ་ཅན་གྱི་ཡིན་ན་ཡང་བ་ད་ཚེ་མི་རྟག་པ་ལའང་ལས་ཚ་དུས་གང་ན་གནས་གཅིག་གང་གོས་ཀྱི་འཕེན་ཐུང་མེད་པ་ཅན་གྱི་ཐག་ཆོད་པ་ཅན་གྱི་ཡིན་དུས་དེ་དེ་ཀྱང་ང་རྒྱ་ཆེན་གྱི་གི་རྒྱུ་འགྲོགས་རྒྱུ་དེ་ནི་ནོར་བར་གཙང་དུ་མ་ཟད་པ་ཅིག་ཧ་ལས་པའི་གི་ཅིག་ཐག་ཆོད་པོ་ཅན་གྱི་ཡིན་དུས། དེ་དག་ཏུ་མ་གསུངས་པ་དེ་གང་ཤེས་ཚད་གང་འཇལ་ཚད་དག་ཅིང་ལྔ་བརྒྱ་འཁོར་ནི་གི་ཉན་མོ་ལྔ་བརྒྱ་གི་སྣེ་པོ་དུ་མ་གསུངས་པ་ཅན་གྱིས་བྱས་ནས་ནི་དམེ་ས་འཛིན་ཐུགས་དགུག་གི་རེ་ཟུང་ར་དྭགས་དུ་དམེ་ས་བཟང། དེ་བཞིན་དུ་ཐོག་དང་སྙི་སྒྲོག་ལ་སོགས་པ་ཅི་ལྟ་ཡོད་པ་ཅི་གསེར་ཁྲི་ནས་བཞག་ལ་གསེར་ཁྲི་ཡོད་མཁན་བསྟན་ལ་དེ་ནི་གསེར་གདུགས་ཕུག་རྒྱུ་ཡོད་མཁན་ལྟ་བུ་དེ་འདྲ་ཡིན་ན་དེ་འོ་མི་རྟག་པ་ཡིན་པས་ན་འོ། ཞེས་ཐོག་བཏང་ནས་དེ་ནི་དམེ་ས་འཛིན་ཐུགས་དགུག་རེ་ལྔ་བརྒྱ་མཁན་སེང་གི་རྒྱུར་འགྲོ་རྒྱུ་ཐམས་ཅད་དེ་ནི་ནོར་བ་རེ་ཟུང་རེ་ལྐུགས་པ་རེད་ཡལ་སྟེང་མེད་པའི་གི་ཏོག་འདྲ་པོ་དྭངས་པའི་ཆོས་ཀྱི་སེམས་མདོ་མ་ཐུག་པར་སེམས་ནང་ལ་དྭངས་པའི་ཆོས་འདྲེས་མ་ཟག་པའི་ཏོག་འདྲ་པོ། དེ་འདྲས་རེད་སེམས་ནང་ལ་དྭངས་པའི་ཆོས་དེ་མ་གུས་གོང་ནས་ང་རྒྱ་ཉན་མོང་གི་སྣེ་འབོག་ཐང་ཁ་ཁོ་ནར་བཅུག་གསུངས་པ་ཐང་བཅད་དེ་དེ་ནི། སྔས་བཅད་དམ་པ་ནང་དུ་རྒྱབ་འགའ་དྭངས་པའི་ཆོས་དང་དེ་ནི་ལངས་འགར་སངས་རྒྱ་རྒྱུ་ཅན་ཨོ་དེ་ལྟ་བུའི་ཅན་གྱི་རེད་གསུངས་རེ་དོག་ཏུ་སྨྲས་ས་བཟང། སྨྲ་བའི་ཚིག་མི་རྟག་པས་ནི་བསྒྲེས་བརྗོད་དང་ཁ་བསྟན་ལ་ཀུ་སུང་རེ། རང་གི་སྟངས་སྙིགས་གྲོགས་འདྲ་བོ་ཇི་ལྟ་བཤད་ཐུབ་གི་ཡོད་ག་ཚད་ཀྱི་བཤད་མཁས་པ་ཅན་གྱི་ཡིན་ནམ་དེའུ་མི་རྟག་པ་ཡིན་པས་ན་ཁ་མཁས་པ་ཡིན་ན་བཟླས་བརྗོད་དང་ཚད་གཞི་མ་མི་རྟག་པའི་གི་ལངས་ལ་འགྲོ་དགོས་པའི་དུས་ཚོད་དང་ཕན་ཐོགས་ཡོད་མཁན་གྱི་བུ་དེ་ནི་བཟླས་བརྗོད་ཅིག་ལ་བར་སྐུ་ཐོབ་དགོས་གི་རེད་བསམ་རེད་དད་པ་དང་ངན་སྦྱོང་མི་རྟག་པས་ན་དྭངས་སྐྱ་བརྟན་པོ་ལ་ཡོངས་སུ་བཙན་འགྲུལ་བྱེད་དགོས་གི་རེད་བསམ་རེད་ང་འཆི་བ་སྲོག་ལ་བབ་ཀྱང་དམ་པའི་ཆོས་བློས་མི་བཏང་བསམ་པ་ལྟ་བུ་དང་རང་གི་འཆི་བ་སྲོག་ལ་བབ་ཀྱང་ད་དགེ་བའི་བཤེས་གཉེན་དང་རྒྱུ་དག་པའི་ཆོས་དང་བཅས་དགེ་བའི་བཤེས་གཉེན་གཉིས་པོ་འདི་མེད་དུ་མི་རུང་བར་ཚེ་འདི་དང་ཕྱི་མ་བར་དུ་བསྲུང་དཀའ་ལ་དགོས་འཇུག་གི་གཙོ་བོ་དེ་དེ་གཉིས་པོ་དེ་ཡིན་དུས། ད་དེ་ནི་རང་གི་སྲོག་ལ་བབ་ཀྱང་ངས་མདོ་ཐ་ཚ་ནི་མིན་བསམ་པ་ལྟ་བུའི་དམ་བཅའ་ཡང་ཡང་བསྒོ། དེ་ནི་རང་རྒྱུད་བརྟན་པོ་ཞིག་དད་པ་བརྟན་པོ་དང་ཡིད་ཆེས་པའི་དད་པ་ལ་དེ་ལྷག་ཐུགས་དགོས་ཀྱི་རེད་བསམ་རེད། དེའི་རྗེས་མདོ་མདོ་ཤེས་དང་རྣག་ཏོག་མི་རྟག་པས་ནི་མིག་གི་གཟུང་པོ་ལ་ལྷ་བུ་སྲང་རེ། ད་དེ་ཡི་མལ་མདོ་ཤེས་དང་སེམས་མི་རྟག་པ་ཡིན་དུས་རྩ་ནི་མིག་གི་གཟུང་པོར་བྱེད་རྒྱུ་ད་འདི་ལ་ལྷ་རྒྱུ་ཧ་ལས་པའི་ག་ཆེན་པོ་ཅན་གྱི་རེ་སྲང་རེ་ད་དེ་འཇིག་རྟེན་དཔའ་གས་ང་རང་ཚོ་སུ་འདྲ་བུ་ཅི་ཤ་ཟས་སུ་ལྟ་བུ་ཅི་ཧ་ལས་པའི་གི་ག་ཆེན་པོ་ཤི་ར་རེ་ཧ་ལས་པའི་གི་ག་ཆེན་པོ། ད་ང་རང་ཚོ་སུ་ཡིན་ན་ཡང་དེ་མི་ལུས་ཀྱི་གླིང་ཚ་ནས་བརྫངས་ཏེ་ཕོ་ཡི་ཕོ་ལུས་བླངས་ན་འདྲ་མོ་ཡི་མོ་ལུས་བླངས་ན་འདྲ་ཕ་ཡི་ཕ་ལུས་བླངས་དུས་ན་ར་མ་ཡི་མ་ལུས་བླངས་དེ་ན་རང་རང་སོ་སོའི་འགན་དེ་རང་རང་སོ་སོར་བག་དགའ་བོའི་འགན་དྲི་སྟེ། ཕ་ཐང་ཆེན་གྱི་ཕ་འགན་བཟང་བོ་གྱིས་ཁུར་ཐུབ་པ་ཅན་གྱི་མ་ཐང་ཆེན་གྱི་མ་འགན་བཟང་བོ་ཁུར་ཐུབ་པ་ཅན་གྱི་བུ་རྒྱུད་ཐང་ཆེན་གྱི་བུ་རྒྱུད་ཀྱི་འགན་བཟང་བོ་རེ་ཁུར་ཐུབ་རྒྱུ་གི་དམ་བཅའ་སྒོ་ཡང་ནས་ཡང་དུ་གཅིག་སྲན་ཤོང་བྱེད་རྒྱུ་འདྲ་བོ་ད་འདི་ཧ་ལས་པའི་གི་ཀ་ཆེན་པོ་རེད་འདུག་མཁན་ཆེན་ཡེ་ཤེས་ནོར་བུ་ཚང་གིས་གསུངས་པ་རེད། རང་ཚུགས་ནག་ཤོག་གཞན་སེམས་ཡོངས་སུ་མ་དཀྲུགས་སངས་རྒྱ་བ་དེ་དེ་ཡིན་དུས། དེ་ནི་རང་ཚུགས་མ་ཤོག་སེ་རྒྱག་རྒྱུ་ཆེན་དེ་གི་ནོར་ལུག་ལ་ད་མ་སངས་པ་སྐྱེ་རྒྱུ་མེད་རེད་ཆོས་པ་ཡིན་ན་ཆོས་ཚུགས་མ་ཤོག་པ་རེད་འོ་ཤེ་བོ་ཡིན་ན་ཤེ་བོའི་གི་ཚུགས་ཕོ་ཡིན་ན་ཕོ་ཚུགས་རེད་ཡོད་རེད་མོ་ཡིན་ན་མོ་ཚུགས་རེད་ཡོད་རེད་ཕ་ཡིན་ན་ཕ་ཚུགས་ཡོད་རེད་མ་ཡིན་ན་མ་ཚུགས་ཡོད་རེད་བུ་ཡིན་ན་བུ་ཚུགས་ཡོད་རེད་རང་རང་སོ་སོའི་ཚུགས་དེ་རང་རང་སོ་སོས་ཟིན་དགོས་རྒྱུ་ཆེན་དེ་འགན་དེ་རང་རང་སོ་སོ་ལ་དབང་ཆ་ཡོད་དགའ་བ། རང་ལ་བབ་པའི་འགན་འཁྲི་མ་གཏོགས་སུ་གཅིག་ལའང་དབང་ཆ་མེད་པ་བཞིན་སུ་ལ་ཡང་འགན་འཁྲི་མེད་པ་དེ་རང་གི་འགན་འཁྲི་རང་ཡིན་དུས་འོ་ད་དེ་གཅིག་རང་རང་སོ་སོས་བཟོ་རྒྱུ་དེ་དཔེ་ག་ཆེན་པོ་རེད་བཞག་འདུག་མ་གཏོགས་བཅུ་པོ་དེ་རེས་ཁ་ཚང་གཅིག་ཡིན་འདི་ཡིན་སྣེ་གཅིག་མེད་པའི་དཔའ་སྤྲུལ་རིན་པོ་ཆེ་གི་ཞག་ནི་མ་ཀླད་གི་རེད། དཔེར་ན། ཤི་གི་ལུས་ཀྱི་སྟེང་ན་ནི་གཅིག་གྲྭ་ཤས་འདྲ་བོ་འདུག་གི་སངས་རྒྱས་ཤཱཀྱ་ཐུབ་པའི་ན་བཟའ་དེ་གས་འགྲོ་འདུག་དུས་གཅིག་རྒས་པའི་བཤེས་གཉེན་འདྲ་དུ་ཆོས་འཕགས་ཀྱི་ཡིན་ས་རུ་སང་སང་འདྲ་བོ། ནང་ལུས་ངག་ཟས་ཡིད་གསུམ་གྱི་ལས་བྱ་བ་བྱེད་སྟངས་དེ་ནི་ཚོས་མཐོང་སོ་ནང་འདྲ་དང་སྒྲ་འདི་གཉིས་བྱུང་ཁོ་ནའང་མགོ་འཐོམས་ནས་ཇི་ལྟའི་མཐའ་མ་དཔག་དུས་ཡིན་ས་སོང་ཙང་ལྟ་བུ། ཕྱིར་བལྟས་ན་དགེ་བའི་བཤེས་གཉེན་གྱི་གཟུགས་སུ་ཞེན་ནང་བལྟས་ན་ནི་ཇི་ལྟའི་ཁྱིམ་པ་ལས་ཕོ་མོ་ལས་སྡུག་ཙང་ལྟ་བུ་དེ་འདྲའི་མང་པོ་ཡོད་དུས། ཕ་སྐད་ཀྱི་འཇིག་རྟེན་པའི་རྒྱ་གར་ཟེར་ཀར་ཕ་སྐད་ཀྱི་ཆོས་དཔའ་ཡང་མིན་པ་མཚོ་སྐད་ཀྱི་འཇིག་རྟེན་དཔའ་ཡང་མིན་པ་ཆོས་འཇིག་རྟེན་གཉིས་ཀ་མིན་པའི་བར་རོགས་དུ་ན་གྲྭ་པ་ཟེར་མཁན་གྱི་འདུག་གསུངས་དེར་ལྟ་འོང་དུས། ཡེ་ཤ་བ་དང་སྔོན་སྨོས་པ་བརྒྱད་ཤོར་བ་སོང་གི་དུས་ཉལ་དུ་ཡོང་གི་འདུག་སོང་འདུག་ཨ་དེ་ལྟ་བུ་གྱི་མང་པོ་ཡོད་རེད། ཡང་ཅི་འཇིག་རྟེན་གཤེད་བོ་སོ་སོ་ཡིན་ན་ཡང་ཅི་འཇིག་རྟེན་ལ་ཁ་དཔེ་ཡོད་པ་ནང་གི་ཅི་འཇིག་རེད་སྔགས་རོ། གར་སེ་གུར་ཤ་བ་ཡིན་འདུག་ཤི་མགོ་ལ་ར་དག་བཙུགས། ཤི་རོ་རྒོ་བ་ཡིན་འདུག་ཤི་སྟོབས་ལ་ཐལ་ཤ་ཞུགས་ཟེར་བ་ནང་གི་གཉིས་རེད་དེ་ཕོ་ལུས་མོ་ལུས་གཉིས་རེད་གླེང་ལྷ་ལུས་འདྲེ་ལུས་གཉིས་རེད་དེ་གླེང། དེ་ནི་དྲི་ཡི་དགུ་ཁྲོ་སྐྱོ་མི་དགེ་སྐྱོ་མཚམས་མེད་ལྔ་ཐམས་ཅད་ཞི། ཀ་རས་ནི་མཆོད་པ་སྐྱེ་འགྲོ་སྐྱེ་ཡི་ས་གསང་བ་ལྟ་བུ་ཞི་དེའོ་རྟག་པར་བསྟན་པ་གང་ཡང་མེད་པར་འཕོ་བཞག་ཞལ་བསྒྱུར་ལས་བསྒྱུར་ཐམས་ཅད་ནི་འཇིག་རྟེན་ཁམས་ལ་ཞི་རྒྱུ་ཡོད་ཚད་ཐམས་ཅད་ཞིའི་ཚང་གིས་ལས་རྒྱུ་ཡོད་ཚད་ཐམས་ཅད་ལས་ཚང་གིས་མཐའ་འགྲོ་རྒྱུ་ནི་ཆོས་འཇིག་རྟེན་སྐྱེ་སྐྱོང་གནས་མཁན་ལྟ་བུ་དུད་འགྲོའི་རིན་འགྲོ་མཁན་དང་རྨོངས་པོ་འདུ་བ་དེ་སྟེ། ཕོ་ཡིན་ན་ཕོ་ཡིན་སྲིད་ཕོ་ཐོགས་མ་ཆོད་མོ་ཡིན་ན་མོ་ཐོགས་མ་ཆོད་འདྲེ་ཡིན་ན་འདྲེ་ཐོགས་མ་ཆོད་ལྷ་ཡིན་ན་ལྷ་ཐོགས་མ་ཆོད།